ས་བོན་རྒྱུ་བཞག་ནས་དེའི་ནི་འབྲས་བུ། དེའི་འབྲས་བུ་ལ་ཡང་སྐྱེ་ཡག་ག་རེ་ཡོད་རེད་ཟེར་ན་མྱུ་གུ། དེ་ལ་ས་བོན་དང་མྱུ་གུ་ལ་ན་ས་བོན་དེའི་སྐྱེད་བྱེད། མྱུ་གུ་དེའི་སྐྱེད་བྱ། ས་བོན་དེའི་རྒྱུ། མྱུ་གུ་དེའི་འབྲས་བུ། དེ་ཡིན་ཙང་ས་བོན་གྱི་འབྲས་བུར་མྱུ་གུ་དང། མེའི་འབྲས་བུར་དུ་བ་འཇོག་སོ། མེ་ལ་དེ་རྒྱུ། སྐྱེད་བྱེད།

དུ་བ་དེ་མེ་ལ་ལྟོས་ཤིང་ས་ད་འདི་གནས་འགའ་ཞིག་བ་ད་དུ་བ་སུ་དེ་འབྲས་བུར་བ་འབྲས་བུ་དུ་བ་དེས་མེ་ལ་ལྟོས་སུ་དེ་ག་རེ་འབྲས་བུ་དུ་བ་དེ་ཡོང་ཡ་ལ་ཕན་རྐྱེན་བརྒྱག་ན་འབྲས་བུ་དུ་བ་འོང་བ་དེ་ཡང་ན་འབྲས་བུ་དུ་བ་འབྱུང་བ་དེ་ཡང་ན་འབྲས་བུ་དུ་བ་སྐྱེས་པ་དེ་ཡང་ན་འབྲས་བུ་དུ་བ་ཨ་ནི་ག་གཟུགས་རེད་བཤད་བྱ་ཆགས་ཐུ་ཡ་དེ་ཨོ་ད་དེ་འདྲི་གི་འབྲས་བུ་དུ་བ་དེ་འདྲི་ཅིག་ཡོང་ཐུ་ཡ་དེ་སུ་ལ་ལྟོས་ཡོད་རེད་ལྟོས་ས་ཅི་འགོར་བ་དེ་སུ་རེད་ཟེར་ན་མེ་ལ་ལྟོས་ཡོད་རེད་ལབ་བྱེད་དུ་བ་དེ་མེ་ལ་ལྟོས་ཤིང་བྱེད་མེ་ཕན་ཆད་དུ་མེད་ན་མི་འབྱུང་བས་འབྲས་བུའི་ཆོས་ཉིད་ཀྱི་རྗེས་སུ་འཇུག་པའི་ཕྱིར་ན།

སུ་ལ་ཕན་ཆེད་རེད། དུ་བ་སྐྱེས་ཡག་ལ་ཕན་ཡག་རེད། དེ་འདྲ་ཡིན་ཙང། དུ་བ་སྐྱེས་པ་ལ། ཁོ་ལ་ཡང་དུ་བ་སྐྱེས་ཐུབ་ཡག་ལ། མི་དེ་གིས་ཕན་ཐོགས་བྱས་པ་རེད། མི་དེ་གིས་ཕན་ཐོགས་བྱེད་ཐུབ་ཡག་ཅིག་མེད་ན། དུ་བ་དེ་སྐྱེ་གི་མ་རེད་ལབ་པ་རེད། དེ་ཡིན་ཙང། མི། ཕན་ཆེད་དུ་མེད་ན་བཟོས་པའི་མི་དེ་གིས་དུ་བ་སྐྱེས་པ་ལ་ཕན་ཐོགས་གི་ཡོད་པ་ཡིན་ཙང་ཕན་པར་བྱེད་མཁན་མི་དེ་མེད་ན། མི་འབྱུང་བཟོས་དུས་དུ་བ་དེ་ཡོང་གི་མ་རེད། འབྲས་བུ་དེ་ཡོང་གི་མ་རེད། དེ་འཛིན་གྱི་མེད་ན་མི་འབྱུང་བས་འབྲས་བུའི་ཆོས་ཟེར་ན། འབྲས་བུ་འབྲས་བུ་ཅིག་ཡིན་ན། དཔེར་ན་དུ་བ་སྦྱར་བ་དུ་བ་ཡིན་ན། ཕུ་ཕུ་ཡོང་ཡ་ལ་ངེས་པར་དུ་མེ་ཞིག་ལ་ཨ་ནི་རག་ལས་པ་རེད་ལྟོས་པ་རེད། མེ་ཅིག་གི་ཕན་ཐོག་ནས་དུ་བ་ཡོང་གི་རེད་མ་གཏོགས་མེའི་ཕན་མ་ཐོག་ནས་དུ་བ་ཡོང་ཡ་ཡོད་མ་རེད་ལ་རེད་སོང་ཨ། བྱས་ལ་ད་ང་རང་ཚོ་ལ་འདི་དཔེ་ལ་སྦྱར་ནས་རྒྱུ་འབྲས་ཚང་མ་ལ་དཔྱད་པར། འབྲས་བུ་ག་འདྲ་ཞིག་ཡིན་ན་ཡང་འབྲས་བུ་དེ་ཡོང་བ་ལ། ཁོ་འབྲས་བུ་དེ་སྐྱེད་པར་བྱེད་པ་ལ་ཕན་འདོགས་མཁན་གྱི་རྒྱུ་ཞིག་རིམ་བཞིན་དུ་བྱེད་དགོས་པ་རེད། བྱས་ལ་རྒྱུ་དེ་མེད་ན་འབྲས་བུ་དེ་ཡོང་གི་འོང་བ་རེད། དེ་འདྲ་ཡིན་ཙང་བསམ་བློ་དེ་འདྲ་བཏང་བ་རེད། འབྲས་བུ་རྒྱུ་ལ་ལྟོས་ཟེར་གྱི་རྒྱུ་མཚན་ག་རེད། འབྲས་བུ་རྒྱུ་ལ་ལྟོས་ཞེས་པ་ནི་རྒྱུ་དེ་མེད་ན་འབྲས་བུ་དེ་མི་འབྱུང་བ་དེ་རེད་ད། ཐོག་སོ། འབྲས་བུ་རྒྱུ་ལ་ལྟོས་ཞེས་པའི་གོ་དོན་ཏེ། རྒྱུ་དེ་མེད་ན་འབྲས་བུ་དེ་ནི་མི་འབྱུང་བ་སྟེ། དེ་ལ་ཡང་ང་རང་ཚོ་ཚིག་འདི་ཐུགས་བློ་ལ་གླེགས་པར། མེད་ན་མི་འབྱུང་བའི་འབྲས་བ། མེད་ན་མི་འབྱུང་བའི་འབྲས་བ། འོ་དེ་བཤད་པ་རེད། མེད་ན་མི་འབྱུང་བའི་འབྲས་བ། འབྲས་བ་འདི་སྐད་བཤད་པ་དང། རྒྱུ་དང་འབྲས་བུའི་སྐོར་ལུགས་ལ་འབྲེལ་བ་བཅོལ་བ་རེད།

མེད་ཕན་ཆད་དུ་མེད་ན་མི་འབྱུང་བའི་འབྲས་བུའི་ཆོས་ཉིད་ཀྱི་རྗེས་སུ་འཇུག་པའི་ཕྱིར། དེ་འདྲ་ཡིན་ཙང་དུ་བ་ཟད་པའི་མེའི་འབྲས་བུ་རེ་ར་རེ་བྲིས་སོང་བ་མེའི་འབྲས་བུ་ཡིན་ལ། དེ་ལྟར་མེད་ཕན་ཆད་དུ་མེད་པར་དུ་བ་བྱུང་ནའང་དེ་ལྟ། གལ་ཏེ་ལ་ན། སྔོན་ཚུད་ན་དེ་ལྟར་ཟེར་བ་ལས་གལ་ཏེ་ལ་ན་ཡང། གལ་ཏེ་ལ་རེ། མེད་ཕན་ཆོད་དུ་མེད་པར་ཚུད་དུས། ཕན། དུ་བས་བསྐྱེད་པ་ལ་ཕན་འདོགས་བྱེད་མཁན་དེ་མེད་ཅིག་གོ། རེས་མེད་ཀྱིས་ཕན་འདོགས་བྱེད་པ་ལ་མ་ལྟོས་པའི་ཐོག་ནས་དུ་བ་ཡོང་གི་ཡོད་པ་ཡིན་ན་ལ་རེ་ད། མེད་ཕན་ཆོད་དུ་མེད་པར་དུ་བ་བྱུང་ན་ལ་རེ་ད། ད་ད་ནི་ཆགས་པས་ཨ་ནི་དུ་བ་དེ། རྒྱུ་དང་རྐྱེན་ལ་མ་ལྟོས་མཁན། དུ་བ་ཡོང་ཡག་གི་རྒྱུ་ལ་ཡ་རངས་མ་བྱེད་པ། རྒྱུ་འགོ་ཡ་ཡོང་མ་རིག་ལ་དེ་འདྲ་ཡིན་ཙང། རྒྱུ་དང་ལྡན་པ་ལས་འདས་པར་འགྱུར་བདེ་སེ་ད་ཧུ་ད་ས་དེ་འདས་པ་ཟོས་དུས་འགལ་སོང་བ། གལ་ཏེ། མིང་གིས་ཕན་འདོགས་བྱས་ནས་དུ་བ་ཡོང་དགོས་ཀྱི་མེད་ན། ད་དུ་བ་ཡོང་ནི་ཡོང་གི་རེད་བ། ད་དུ་བ་ཡོང་ཡག་གི་གར་ཆགས་རེད། རྒྱུ་ལ་མ་ལྟོས་པའི་དུ་བ་ཆགས་རེད།

དར་ཚིགས་ནོར་ནག་གནད་ཀ་ཆེ་ཤོས་འདེབས་ཏེ། དེ་མེད་པ་ནས་དེ་ཡོད་ན་འདེབས་ན་དེ་ལས་དང་པོ་དེ་རྒྱུ་རེད། རྒྱུ་མེད་དེ་མེད་པར་ནི་དེ་ཡོད་ན་ཟེར་བའི་དེ་གཉིས་ཀ་དེ་འབྲས་བུ་དུ་བ་རེད། ཅེ་ན། མེད་དེ་མེད་པ་ལ་དུ་བ་དེ་ཡོང་ཡ་ཅིག་ཡོད་པ་ཡིན་ན་ལ། དེ་མེད་པ་ནས་དེ་ཡོད་ན།

གང་ལྟར། པར་སྐྲུན་དང་བསམ་བློ་པ་ལྟ་ཞེས་པའི་ཚིག་འདི་གིས་རྒྱུད་འགྲེལ་རྟེན་འབྱུང་བསྟད་ཡོང་དུས། བསམ་བློ་གཙོ་བོ་འདི་ལྟར་འདས། རྒྱུད་འགྲེལ་རྟེན་འབྱུང་ཟེར་དུས། རྒྱུད་དང་འབྲས་བུ་གཉིས་རྟེན་འབྱུང་རེད། དེ་ཤེས་དགོས་བ། ག་འདྲ་ཟེར་ལ་ཡ་དེ་ལ་འོ་དེ་བཤད་མ་བྱོས། འབྲས་བུ་ཁྱོད་འབྱུང་བ་དེས། རྒྱུ་དེ་ལ་ངེས་པར་ལྟོས་ཤིང།

ད་མ་ཤི་འདས་འོག་ནས་དཔེ་མཚོན་དུ་བ། དངོས་སུ་བསྐྱེད་བྱ་དངོས་འབྲེལ་གྱི་མཚན་ཉིད་དཔེར་ན། དུ་བ་དེ་ཡི་མེ་ཡི་དངོས་འབྲེལ་ཡིན། ཡིན་ཏེ། མེ་ལས་དུ་བ་སྐྱེ་བ་ན། བར་དུ་འབྲས་བུ་གཞན་གྱིས་མ་ཆོད་པར་དངོས་སུ་བསྐྱེད་པར་བྱ་བ་ཡིན་པས་ན་དངོས་འབྲེལ་ཞེས་བརྗོད་དོ། འདིར་ན་དངོས་འབྲེལ་ཟོས་ཙམ་དངོས་གནས་སྐྱེས་ཟེར་མ་ལ་བ་ཆད་དངོས་འབྲེལ་ཟས་དེ་ཡིས་ད་ལྟ་དེ་བས།

ད་ལྟ་ནི་རྒྱུད་དང་འབྲས་བུ་རང་གི་རྒྱུད་དང་རྒྱུད་བོང་བར་འགྲོ་ས་རེད། རྒྱུད་ནས་བསྐྱེད་ཆགས་རྒྱུད་འབྲེལ་གྱི་མཚན་ཉིད་དཔེར་ན། དུ་བ་དེ་བུད་ཤིང་གི་རྒྱུད་འབྲེལ་ཡིན་ས་ག་ཡི་ག་ལ་སོང། དུ་བ་དེ་མེ་ཡི་ག་རེ་ཡིན་ས་དངོས་འབྲེལ། བུད་ཤིང་གི་ག་རེ་རྒྱུད་འབྲེལ་འོ་ན་དེ།

དཔེར་ན་རྫ་བུམ་དེ་རང་གི་རྒྱུ་འབྱིན་པས་ཉེ་འབྲེལ་ཡིན། འབྱིན་པ་འབྱིན་པ་ཟེར་ཏེ་འདམ་བག་ལ་ཟེར་བ་འདམ་བག། འབྱིན་པ་ཞེས་པ་ནི་འདམ་བག། ད་ག་རེ་འདམ་བག་རེད་རྫ་བུམ་ལ་དུས་རྫ་ཡི་འདམ་བག་རེད་བ། གང་ལྟར་ས་རེད་པ་ཡོད་རེད་བ་དེ་རེད། རྫ་བུམ་དེ་རང་རྒྱུ་འབྱིན་པས་ཉེ་འབྲེལ་ཡིན་ཏེ། ཉེར་ལེན་སྦྱིན་པའི་ངོ་བོར་གྱུར་ནས། རྒྱུན་ཕྱི་མ་རྫ་བུམ་གྱི་ངོ་བོར་སོང་བས་ཉེར་འབྲས་ཞེས་བརྗོད། ཅེ་ན། ཉེར་འབྲས་སུ་ལུས་ཉེར་ལེན་གྱི་ཐོག་ནས་འགྲོ་དགོས་ཡ་ཅེས་བཤད་པའི་འབྲས་བུ། ཅེས་ཙང་ཀ་རྫ་ཡི་བུམ་པ་གསལ་བའི་ཤིང་གི་ཟོལ་གོས་དམར་བ་རྒྱུ་བྲལ་རྫ་ཁོ་རང་ནི་འདམ་བག་ཁོ་རང་ག་ལེ་ག་ལེ་རྫ་ཡི་བུམ་པ་བྱ་དགོས་ལ། དེ་ནང་བཞིན་གསེར་གྱི་བུམ་པ་ལ་བ་ཡིན་ན་ཁོའི་ཉེར་ལེན་དེ་གསེར་བྱ།

རང་གི་མཛེས་རྒྱུན་མ་ཡིན་པར་གཙོ་བོར་བསྐྱེད་བྱ་སྟེ། ལྷན་སྐྱེས་བྱས་འབྲས་ཀྱི་མཚན་ཉིད། ལྟ་དེ། དོ་ན་ཡག་པོ་བཀྲལ་ཨ། རང་གི་མཛེས་རྒྱུན་མ་ཡིན་པར་བསྐྱེད་བྱས་ལ་དངོས་འདོགས་ཨ། རང་གི་མཛེས་རྒྱུན་མ་ཡིན་པ་ཟེར་ནས་ར་མེད་ན། མཛེས་རྒྱུན་མ་ཡིན་པ་དེ་འབྲས་བུ་ཆགས་འགྲོ་ཨ། མཛེས་རྒྱུན་མ་ཡིན་པ་དེ་བསྐྱེད་པ་ཞིག་གོ་ལ་དེ་ལ་ར་འདུག་ཨ། དེ་ལ་ར་ཡོད་ས། རང་གི་མཛེས་རྒྱུན་མ་ཡིན་པར་བསྐྱེད་ཞེས་པ་ཀྱི་དོན་དག་སྟེ། རྒྱུ་དེས་ཀྱི་འབྲས་བུ་དེ་བསྐྱེད་རྒྱུ་རེད། དེ་ནི་འབྲས་བུ་དེ་སྐྱེ་གི་རེད་དེ་འབྲས་བུ་དེ་གི་རྫས་ཀྱི་རྒྱུན་སྐྱེ་གཡའ་དེ་གཙོ་བོ་ཆེན་པོ་བ་མ་རེད་འབྲས་བུ་དེ་གི་རྣམ་པར་གྲངས་མེད་དེ་སྐྱེ་གཡའ་གཙོ་བོ་ཆེན་པོ་བ་རེད། དཔེར་ན་ཆར་ཆ་བ་ཡིན་ན། གསེར་གྱི་བུམ་པ་ཅིག་བཟོས་པ་ཡིན་ན་གསེར་དེ་གི་གསེར་ཕོ་རམ་ག་ལེ་ག་ལེ་བུམ་པ་ཆགས་འདུག་གི་རེད་བ། ཡིན་ནའི་བུམ་པ་བཟས་ནས་ཏོག་འདིར་བ་ཞག་ཞུམ་བ་ཆུ་བསྐྱོ་བ་དེ་འདྲའི་གི་རྣམ་པ་ཟོག་ཐ་དེ་འདྲའི་དེ་ཨ་ནི་མིན་བུམ་པ་བཟོ་མཁན་གི་མི་དེ་གི་ཟོག་ཐ་བཟོས་པ་རོ་མ་གཏོགས་གསེར་ཕོ་རམ་གི

རང་གི་འཛིན་སྐྱོན་མ་ཡིན་པ་གཙོ་བོའི་སྐད་ཆ་དེ་ལྷན་སྐྱེས་སྤྱན་འདྲེན་གྱི་མཚན་ཉིད། དཔེར་ན། རྫ་བུམ་དེ་རང་རྒྱུད་རྫ་མཁན་གྱི་ཟེར་སོང་རྫ་མཁན་ཚུལ་རྫ་བཟོ་མཁན་མི་འདིར་བ་རྫ་མཁན་གྱི་ལྷན་སྐྱེས་སྤྱན་འདྲེན་ཡིན་ཏེ་རྫ་མཁན་གྱི་ངོ་བོར་གྱུར་ནས་རྫ་བུམ་གྱི་ངོ་བོར་མ་སོང་བར་རང་འདྲའི་རྫ་བུམ་འབྱུང་བས་ལྷན་སྐྱེས་སྤྱན་འདྲེན་ཞེས་བརྗོད། ཨ། འདི་ནི་མ། མདོར་བསྡུས་ནས་གསུངས་བྱ། མདོར་ན། བལ་དང་སྐུད་པ་ལས་སྣམ་བུ་དང། འཇིམ་པ་ལས་རྫ་བུམ་སོགས་དང། གསེར་ལས་གསེར་བུམ་སོགས་དང། ས་བོན་ལས་མྱུ་གུ་འབྱུང་བ་ལྟ་བུ་རྣམས་ནི་རང་གི་ཉེ་གནས་ལས་བྱུང་བའི་ཉེ་འབྲེལ་དང། དེས་ཉེ་འབྲེལ་གྱི་དཔེ་མཚོན་བྱས། ད་ལྷན་ཅིག་བྱེད་འབྲེལ་གྱི་དཔེ་མཚོན་དེ་ལ་ཐ་སྐད་བཟོས་པས། དེ་དཔེར་ན་ཁྲོམ་སེ་འདྲ་བུ་དང། སྐུད་པ་འདྲ་བུ་དང། སྤུན་ཐོག་ཐ་སྐད་ཐ་སྐད་དང། རྫ་མཁན་བཟོས་ནས་རྫ་བཟོ་མཁན་རྫ་བུམ་བཟོ་མཁན་རྫ་མཁན་དང། གསེར་མགར་བཟོས་དུས་གསེར་བཟོ་མཁན་གྱི་མགར་བ་གསེར་མགར་དང། ས་བོན་འདེབས་པ་པོ་བཟོས་དུས་ཞིང་པ་ས་བོན་འདེབས་པ་པོའམ་ཆུ་ལུད་སོགས་ལས་རིམ་བཞིན་དེ་རྣམས་བྱུང། ཐག་མཁན་ལས་ཐག་བྱུང། རྫ་མཁན་ལས་རྫ་བུམ་བྱུང་གསེར་མགར་ལས་གསེར་གྱི་རྒྱན་ཆ་བྱུང།

ཕྱག་གཡར་འདྲ་བོ་ད་ལོའི་ཟུར་གསུམ་ཕྱག་གཡར་འདྲ་བོ་ལྟར་སྒྲ་མི་འདྲ་ཡོད་རོ་རེད་བ། འོ་ན། དེ་འབྲེལ་གྱི་ཟོག་ལྟར་སྒྲ་མི་འདྲ་ཕྱག་གཡར་དང་ཨ་ནི་ཁོ་ལ་གཡར་བཅས་ཀྱི་དུས་ཚོད་ཁྲིད་དེ་སུས་བྱས་པ་རེད་ལགས་ན། བ་ལས་བཟོ་མཁན་གྱིས་ཐེན་ཅིན་བྱས་རྐྱེན། དེ་འབྲེལ་གྱི་བ་ལས་བཟོ་མཁན་གྱིས་བ་ལས་བཟོས་ནས་བ་ལས་ཟུར་གསུམ་ཕྱག་པ་དང་ཨ་ནི་མགོ་སྐོར་ཕྱག་པ་དང་དེ་འབྲེལ་གྱི་དབྱིབས་ཀྱི་རྣམ་པ་མི་འདྲ་བ་དེ་ཐེན་ཅིན་བྱས་འདྲེས་སོང་བ་འོ་འདུག་བྱས་ནས་བསམ་སྟངས་ཡིན་ན་རེད་ལགས།

དཔེར་ན། བུམ་པ་དེ་རང་གི་རྒྱུ། བུམ་པ་དེ་རང་གི་རྒྱུ་དཔེར་ན། གསེར་གྱི་བུམ་པ་ཡིན་ན། གསེར་གྱི་བུམ་པ་དེ་རང་གི་རྒྱུ་གསེར་གྱི་འབྲས་བུ་ཡིན་ཙང་བུམ་པ་དེ་རང་གི་རྒྱུ་ཡི་འབྲས་བུ་དང། ཡང་བུམ་པ་ཁོ་རང་ལྕགས་བྱས་ཨ་ནི་བུམ་པ། བུ་མོ་ཁོ་རང་མ་བཅག་བཅག་ནས་རོ་ཏོ་འདྲ་བོ་ཆགས་ན་ཡང་བུམ་པའི་རོ་ཏོ་འདི་བུམ་པའི་འབྲས་བུར་རོ། བསྟུན་དུ་བུམ་པ་ཁོ་རང་གི་འབྲས་བུར་གྱུར་པའི་བུམ་པ་ཆགས་པའི་ཆགས་རོ་དེ་ཀྱི་རྒྱུར་རོ། དེ་ཡིན་ན་རང་གི་འབྲས་བུའི་རྒྱུ་ཡིན་ལ། དེ་བཞིན་དུ་དཔེར་ན་ད་རིང་ཆགས་ཤ་ན། སྔ་དྲོ་དེ་རང་གི་སྔ་ལོགས་ཀྱི་མཚན་མོའི་འབྲས་བུ་དཔེར་ན་ད་ད་རང་ཞོ་ལའི་སྔ་བུ་བྱས་རོ་ལ་སྔ་བུ་གི་ད་རང་ཞོ་ལའི་སྔ་བུ་དེ་ཁྱེད་སང་དགོང་ཟླ་མཚན་འདི་ཀྱི་འབྲས་བུ་བྱས། འགྲོ་བ་མཚན་དེ་གའི་འབྲས་བུ་རོ། ཡང་ཁྱད་གསང་སྒོམ་བདག་གི་མཚན་དེ་ཁྱད་གསང་ཉིན་གུང་གི་ཡང་རྒྱུ་ཆ་རེད་བ། ཁྱད་གསང་དེ་ཡིན་དུས། དེ་བཞིན་སྔ་དྲོ་དེ་རང་གི་སྔ་ལོགས་ཀྱི་མཚན་མོའི་འབྲས་བུ་དང་རང་གི་ཕྱི་ལོགས་ཀྱི་སྤྱི་འགྲོའི་རྒྱུ་ཡིན་པ་སོགས་འདུས་བྱས་ཀུན་ལ་འདྲ། འོན་ཀྱང། གཞི་གཅིག་ལ་ལྟོས་ཏེ་དེ་གཉིས་འགལ་བ་ཡིན། གཞི་གཅིག་ལ་ལྟོས་པ་ཡིན་ན་རྒྱུ་དང་འབྲས་བུ་འགལ། དཔེར་ན་འདུག་ལགས་ན། མེ་ཡི་རྒྱུ་དང་མེ་ཡི་འབྲས་བུ་ལགས་ན་འགལ་བ་ལགས། བུམ་པའི་རྒྱུ་དང་བུམ་པའི་འབྲས་བུ་ལ་བ་ཡིན་ན་རྒྱས་པ་ལགས་པར། དཔེར་ན་བཀྲ་ཤིས་ཀྱི་རྒྱུ་དང་བཀྲ་ཤིས་ཀྱི་འབྲས་བུ་ལགས་ན་རྒྱས་པ་བྱ། ཉེའི་རྒྱུ་དང་ཉེའི་འབྲས་བུ་ལགས་ན་རྒྱས་པ་བྱ། གཞི་གཅིག་ལ་མ་དགའ་བ་ཡིན་ན་རྒྱུ་འབྲས་དོན་གཅིག་གཞི་ལ་དཀར་ན་རྒྱུ་འབྲས་རྒྱས་བའོ། ད་འདི་ཤེས་པར་བྱ། དེ་གཉིས་རྒྱས་བ་ཡིན་ཏེ་དཔེར་ན་མེ་དེ་རང་འབྲས་བུ་བའི་རྒྱུ་ཡིན་གྱི་འབྲས་བུ་མ་ཡིན་པ་དང། དུ་བ་དེ་རང་རྒྱུ་མེ་ཡི་འབྲས་བུ་ཡིན་གྱི་རྒྱུ་མེད་པ་སོགས་གཞན་ལ་ཡང་འབྲིང་འགྲེ་འོ། དེ་ཐོག་ཏུ་བྲིས་རེད། ད་བྲིས་སོང་ཨ། ད་འདི་ནས་ཁྱེད་རང་ཚོ་སྨྱུ་གུ་ཁྱི་ཡ་ལག་པ་རེད་ཡ། ད་འདི་གཅིག་བཞག། ད་སྨྱུ་གུ་ཆག་ལ་ཡ་གནམ་ནས་ག་རེ་ཞུས་ངན་འདོད་འུ་འདོད་ལ་ན། ད་ནི་འདི་ཡན་ཆད་ཀྱི་རྒྱུ་དང་འབྲས་བུའི་རྣམ་གཞག་དེ་འདྲའི་སྟེ། ཨ་ནི་ཚན་རིག་དང་མཐུན་པ་བྱས། ཆོས་ཁས་ལེན་མ་ལེན་ཁས་ཚང་མའི་ཤེས་དགོས་ཡ་གི།

དམ་ཅི་ཐབས་ཡོད་རེད་བསམ་ཡོད་ན་དཔེར་ན་ང་རང་ཚོ་ཚོང་གི་བྱ་བ་བྱས་པ་ལ་བརྟེན་ནས་ཁེ་བཟང་བྱུང་བའི་འབྲས་བུ་རེད་བ། དེ་ཡིན་དུས་བསམ་ན་དེ་ཡང་ལས་འབྲས་རེད། དེ་ནང་བཞིན་སུ་སོ་སོ་ཁང་པའི་ནང་ལ་ཉི་མ་ཉི་མ་གི་བྱ་བ་བྱས་ནས་འབྲས་བུ་རེ་རེ་ཐོན་ཡང་ཡོད་རེད་བ། དེ་ཚོ་ཡང་ལས་འབྲས་རེད། བྱས་ཙང་ལས་འབྲས་དེ་རྒྱ་ཆེ་ས་ནས་སྐད་ཆ་བཤད་པ་ཡིན་ན་ཆོས་ཁྲིད་དང་སྐད་ཆ་བཤད་དགོས་མ་རེད། གང་ལྟར་བྱ་བ་དང་འབྲས་བུའི་རྣམ་གཞག་ཡིན་ད་ནི་བཤད་ཆོག་རེད་བ། ཨ་ང་རང་ཚོ་འདི་ག་རེ་ཡིན་དགོས།

དེ་དུས་གསུམ་གྱི་ནང་ནས་འབྲས་བུ་བདེ་བ་སྐྱེད་པར་བྱེད་མཁན་གྱི་ལུས་ངག་གི་ལས་དེ་ལ་དགེ་བའི་ལས། འབྲས་བུ་སྡུག་བསྔལ་སྐྱེད་པར་བྱེད་པའི་ལུས་ངག་གི་ལས་དེ་ལ་མི་དགེ་བའི་ལས། དེ་འདྲའི་སྐད་ཆ་བཤད་ནས། བདེ་སྡུག་བདེ་སྡུག་གང་ཡང་རུང་བ་ཞིག་གི་ལས་ཞིག་ལ་བརྟེན་ནས་འབྲས་བུ་བདེ་སྡུག་འཇུག་གི་རེད་ཟེར་གྱི་སྐད་ཆ་བརྗོད་པ་དེ་ཆོས་དང་འདྲེས་པའི་ལས་འབྲས་རེད་ད། དེ་སོང་ང་ཆོས་དང་འབྲེལ་བའི་ལས་བྱས་ཟེར་དེ་ཇི་ལྟར་འདི་འདྲ་ཡིན་པ་ཡིན་ཙང་ཁྱེད་རང་ཚོ་འདི་ལ་སྨྱུ་གུ་འཁྱིལ་ཏེ་འདི་ནང་ལ་ག་རེ་བྱེད་དགོས་རེད། ཆོས་ད་གོང་དུ་བཤད་པ་འདི་ཆོས་ཁས་ལེན་པ་དང་ཆོས་ཁས་མི་ལེན་པ་ཐུན་མོང་གི་རྒྱུ་འབྲས་ཀྱི་རྣམ་གཞག་སྐོར་དེ་ཡིན་ཆད། འདིའི་ནང་ལ་སྤྱིར་ལས་འབྲས་ལ་བ་ཡིན་ན་ཡང་ཐུན་མོང་ཆད།

དང། བདེ་སྡུག་དང་འབྲེལ་པའི་ཆོས་དང་འབྲེལ་པའི་ལས་འབྲེལ་གྱི་སྐད་ཆ་འདི་གང་ལ་སླེབས་ན། ངས་ད་ལྟ་བར་དུ་ད་དཔེ་ཆ་མཐོང་བའི་ནང་ནས། ཨ་ནི་དངོས་གནས་དྲང་གནས་རྒྱས་པ་དང་ཨ་ནི་གཅིག་གིས་གསལ་བ་དང་རྒྱས་པ་འདྲ་བོ་དེ་སྤྱིར་བཏང་གཞུང་ཆེན་པོ་འདི་ཚོ་ནང་ལ་ཡོད་དོ་ཡོད་རེད་པས་ཕར་ལག་ལེན་དང་བཅས་པའི་ཐོག་ནས་བཤད་ཡ་ཡིན་ན། ད་རྗེ་རིན་པོ་ཆེན་གྱིས་བརྩམས་བཞག་པའི་ལམ་རིམ་ཆེན་པོ། ཨ་ནི་ལས་འབྲས་ཁ་ཐུག་དེ་ལ་ཟེར་དགོས། བདེ་ལེགས་ཐམས་ཅད་ཀྱི་རྩ་བ་ལས་འབྲས་ལ་ཡིད་ཆེས་པའི་དད་པ་སད་ཅི་དོ། ཨོ་ད་འདི་སློབ་སྦྱོང་དུ་གནང་དགོས། ད་ང་ཚོ་མི་དམངས་གཙོ་ལམ་ལུགས་ཆེན་མོ་པུས་དང་པོ་སྦྱངས་ལོ་ཞིག་སྣ་ཚོགས་པ་སྦྱངས་རོགས་ཨ། ཆུ་ད་ད་འདིར་ནང་ལ་དཔེ་ཡག་པོ་ཨ། ད་དེ་ལ་ལས་འབྲས་སྤྱིར་བཤད་པ། ཨ་ནི་ལས་འབྲས་བྱེ་བྲག་ཏུ་བཤད་པ་ལས་འབྲས་སོ་སོར་བཤད་པ་དེ་ཡོད་རེད་བ།

འདི་ཡོད་པས་ན་འདི་འབྱུང། འདི་སྐྱེད་པའི་ཕྱིར་འདི་སྐྱེད། གང་འདི་མ་རིག་པའི་རྐྱེན་གྱིས་འདུས་བྱས་ཞེས་སོགས། རྟེན་འབྲེལ་ཡན་ལག་བཅུ་གཉིས་བསྟན་པའི་མདོ་སྡེ་ར་བ། ཅེས་ན། འདི་ཡོད་པས་ན་འདི་འབྱུང། ཞེས་པའི་ཚིག་དེ་རྐྱེན། རྒྱུ་མེད་པ་ལས་འབྲས་བུ་འབྱུང་བ་དཀའ། འགྲོ་བ།

འདི་ཡོད་པས་ན་ག་རེ་འདི་བྱུང། ཡ། དེ་ཡོད་པས་ན་འདི་འབྱུང་ཞེས་པའི་ཚིག་འདི་གིས་ག་རེ་བསྟན། རྒྱུ་མེད་པ་ལས། འབྲས་བུ་སྐྱེ་བ་ཡོད་མ་རེད། ཐོག་སོང་ཨ། འབྲས་བུ་དེ་ཡོད་ན་རྒྱུ་དེ་ཡིན་གྱི་མིན་གྱི་ཡོད་དགོས་རེད། རྒྱུ་དེ་ཡོད་ན་འབྲས་བུ་དེ་ཡོད་དགོས་རེད། རྒྱུ་མེད་མཁན་བཅས་ཀྱི་འབྲས་བུ་ཡོད་ན་ཡོད་མ་རེད། དེ་རེད།

ཡ། སྟོང་པའི་ངང་ལས་བཅུ་དྲུག་ལྔ་ཁྱེར་ཞིང་སྟོང་པའི་ངང་ལས་ཞེས་པའི་སྟོང་པ་དེ། སྟོང་པ་ཡུལ་གྱི་འོད་གསལ་སྟོང་པ་ཉིད་ཁོ་རང་རེད་མ་རེད། ཡིན་བཟོ་ན། འོ་དེ་འདྲའི་སྟོང་པ་དེ་རྟག་པར་རོ། རྟག་པར་རོ། མི་རྟག་པ་མ་རེད་བ། མ་རེད་བ། ཨ་མ་བྱུང་སྟོང་པ་དེ་ཡང་ཨ་ལས་ངེས་ལ་བཞག་ཏུ་རུང་བར་སྟོང་པ་དེ།

ད་རྒྱུ་དེ་མེད་པ་ལ་འབྲས་བུ་དེ་ཡོད་མེད་མེད་ན། འོ་ན་ཡ། འབྲས་བུ་དེ་ཡོང་བ་ལ་ངེས་པར་དུ་འབྲས་བུ་དེ་གི་རྒྱུ་ཞིག་ཡིན་གྱི་མིན་གྱི་ཐ་སྙད་ཡོད་དགོས་པ་ཡིན་པ། དཔེར་ན་ད་རྒྱུ་འདྲ་བོ་ཆགས་བྱ་ན་མེ་ཡི་འབྲས་བུ་དུ་བ་སྟེ་ལ་རོ་བ། ད་དུ་བ་དེ་ཡོང་བ་ལ་ད་གི་ལ་མེ་ཞིག་ཁོ་ཡི་རྒྱུ་མེ་ཞིག་ཡིན་གྱི་མིན་གྱི་ཡོད་དགོས་པ་རེད།

འབྲས་བུ་དེ་མི་རྟག་པ་ཡིན་ན་རྒྱུ་དེ་མི་རྟག་པ་ཡིན་དགོས་རེད་ཟེར་རྒྱུ་མཚན་འདི་བཀོད་ཡོང་བ། ད་འདི་དགོས་པའི་རྒྱུ་མཚན་གྱིས་སོ་ཟེར་ཡང་བསྐྱར་དྲི་མ་བཏང་བར་ཡང་ལམ་དུ་འགྲོ་ཡ་ག་བ་ཡོད་རེད། འབྲས་བུ་དེ་མི་རྟག་པ་ཡིན་ན་རྒྱུ་དེ་མི་རྟག་པ་ག་ཅི་ནས་ཡིན་དགོས་རེད་ད་དྲི་མ་དེ་གྱིས། རྒྱུ་རྟག་པ་ཞིག་གིས་འབྲས་བུ་མི་རྟག་པ་སྐྱེ་ཡ་ཡོད་རེད་བ། དཔེར་ན་ལྷག་པར་དུ་ཆགས་བྱ་བ་ཡིན་ན་ད་ལྟ་ཕྱི་རོལ་པའི་ཡི་ནང་བློ་ལ་འཇིག་རྟེན་བཀོད་པ་པོ་ཁས་ལེན་མཁན་ཚང་མར་གྱིས

འདུ་བ། དེ་ནང་བཞིན་གྱི། གསེར་གྱི་ག་ལེ་ག་ལེ། གནས་གཅིག་གི་གསེར་གྱི་བུམ་པ་བཟོས་ནས་ཕྱག་ཡིན་ན། གསེར་གྱི་བུམ་པ་གྱི་ཕྱག་ཡ་གྱི་ནུས་པ་དེ་གསེར་དེ་ལ་འདུ་བ། ད་ཡིན་ན་ཡང་དེའི་ཁ་དོག་དེ་ལ་གསེར་བཟོ་མཁན་གྱི་མི་དེ་ཡང་གསེར་གྱི་བུམ་པ་དེ་གྱི་རྒྱུ་རུ་བ།

ཨ་ནི་ཀུ་ཤུ་སྐྱེ་བ་ཡོད་ཨ། ཡོད་ཨ་ད་སྐྱེས་ལེའི་ས་བོན་ཁོ་རང་རྒྱུ་བ་ཕྱིར་ནི་ཀུ་ཤུ་མ་ཆགས་ན་ཡང་སྐྱེས་ལེའི་ས་བོན་གྱི་གྲོགས་བྱས་ནས་རོགས་བྱས་ནས་ཀུ་ཤུ་སྐྱེ་བ་ཡོད་ཆོག་པའི་ཕྱིར། དཔེར་ན་ཆགས་ཆགས་ཡིན་པ་ཡིན་ན། ཞིང་ཁ་ཅིག་གི་ནང་རོ་ལ་ཀུ་ཤུ་གི་ས་བོན་ཡང་བླུགས། ད་ཀུ་ཤུ་གི་ས་བོན་མ་ཡིན་ཁྱེད་ཀྱི་རྒྱུ་བྱས་ན་ས་ཆུ་མེ་རླུང་དང་ཆུ་མང་པོ་བླུག་དགོས་རོགས།